མཁན་པོ་སྨན་བླའི་ཕུན་ཚོགས་རིན་པོ་ཆེ་ངོ་སྤྲོད་གནང་བ་ནང་བཞིན་རེད། དེ་ནས་ད་ལྟ་དགེ་བཤེས་ཉི་མ་ཀུན་བརྒྱ་རིན་པོ་ཆེ་ཁོང་རང་གི་པར་ལས་ལ་ད་གོམ་པ་གསར་བ་བཞིན་ད་ག་ནང་བཞིན་གྱི་ལོ་བཅུ་གཉིས་ཀྱི་མཚམས་ནས། ད་ལྟ། གནས་ཆེན་རི་བོ་སྤག་སྤག་གི་རྒྱལ་གྱི་གནས་བརྟུལ་གྱིས་བསྐལ། དག་སྣང་སྟེ་ན་མཆོད་རྟེན་གྱི་ཞིང་དེ་ལ་རབ་གནས་དག་སྣང་ཞིང་གི་སྨན་སྒྲུབ་དུས་རི་སུལ་སྨན་སྒྲུབ་ཚོགས། འོ་དེ་འདྲའི་བཅས་པའི་སྒོ་མཛད་སྒོ་རིམ་པ་ཁ་ཤས་ཅིག་རེད་འདུག་གོ་བཏོན་ནས་གཙོ་བོ་ཁོང་རང་གིས་ང་ལ་སྐད། སྐད་བཏང་བ་རེད། སྐད་བཏང་བ་གཞི་བཟུང་གིས་ད་ངའི་ཕ་ཆེན་ད། དམུ་སྟང་ཕྱོགས་ལ་མ་འགྲོ་ལོ་གཉིས་རྩ་བརྒྱད་རུ་འདུག་བློ་ཕྱོགས་ཏེ་ཤར་ཕྱོགས་ལ་ང་རང་ཚོ་དེ་ནས་ཤར་ཕྱོགས་ལ་འགྲོ། ད་དོག་པོ་ཕྱོགས་མ་འགྲོ་ལོ་བཅུ་གཉིས་ཕ་རྗེས་དེ་འདྲ་བྱེད་འགྲོ་དགོས་ཟེར། འོ་དེ་འདྲ་བྱེད་དུས་ད་ཡང་ཕྱོགས་ཀྱི་མི་གད་དུས་ཚང་དྲན། མི་གད་དུས་ཕ་ཡུལ་དྲན་བྱ་གད་དུས་ཚང་དྲན་ལབ་ར། མི་མགོ་དཀར་པོ་ཆགས་ཡོད་ཆགས་ཡོད་ལ་ཡང་སོ་སོ་ཕ་ཡུལ་དེ་དྲན་མཁན་འདུག་ཅིག།

རྫོང་བསམ་པ་ལ་ད་གོམ་པ་ཁ་ཁ་ཤས་བྱས་དེ་ནང་གསོན་པོ་རེད་དེ་ག་ནང་གསོན་པོ་གོམ་པ་དེ་ག་ནང་བཞིན་གྱི་ད་རྫོང་བསམ་པ་ལ་གོམ་པ་གསར་བ་བཞིན་དེ་གོང་ངོར་ཐག་ཚེ་ཁོན་པའི་ས་བརྒྱད་པའི་གོམ་པོ་རེད་ངོ་དུས་ཚོ་བྱས་ད་གམ་ད་བློ་གཏོད་དང་སྨད་དང་ག་ས་ཚང་མ་ལ་འཇག་དགའ་ཕྱིན་ཨེ་འཇག་དགའ་གནས་གནས་སྐོར་འགྲོ་བྱེད་ཡིན་གནས་སྐོར་ཡིན་པས་མ་ཚད་པའི་མི་མང་གི་ངོས་ནས་ནང་གཅིག་ག་ག་སོགས་གུས་ཞབས་དང་སྣེ་ལེན་དང་དུས་ཚོ་ཞི་དྲག་ཡག་པོ་བྱས་སོ། དེ་ཚོ་ཕར་བྱེ་བ་དེ་ས་སྐྱ་རེད་དེ་ནི་བོང་བུ་ཡོད་རེད་དེ་རྙིང་མ་བཀའ་བརྒྱུད་ད་འདྲེས་མ་དེ་རིགས་མང་པོ་ཡོད་རེད་བློ་བོ་ཆོག་ཡོད་ཡིན་འདྲ་ཡང་དེ་ཚོ་ཡིན་ན་སྔར་མེད་ཀྱི་ལུགས་སྲོལ་ནང་བཞིན་གྱི་ཆོས་ལུགས་རིས་སུ་མ་བཅད་པ་བླ་མ་རེད་དགེ་འདུན་རེད་ཆོས་རྒྱུད་རེད་ག་རེ་ཡིན་ན་ཚང་མ་ཐམས་ཅད་ལ་དད་པ་དག་སྣང་དང་དེ་ཚོ་གཅིག་དངོས་གནས་ཡག་དཔེ་ཡག་པོ་ད་མིག་དཔེ་བྱེད་དགོས་ཅི་རེད་ང་རང་ཚོ་སྨད་ལ་ད་བ་ཡོན་རེད་རྒྱ་གར་རེད་ཕྱི་རྒྱལ་རེད་ཆོས་ལུགས་རེད་མེད་ཆོས་ལུགས་རེད་མེད་ཟེར་མང་པོ་བཤད་བསྡད་དགོས་རེད་ཚོགས་པ་ཡོད་རེད་བླ་མ་ཡོད་རེད་མང་པོ་ཞུ་བཅོས་རེད་ཁྱབ་བསྒྲགས་མང་པོ་བྱེད་དགོས་ཚོགས་འདུ་མང་པོ་ཚོགས་རེད་ཆོས་ལུགས་རེད་མེད་ཟེར་དེས་ན་ཆོས་ལུགས་རེད་མེད་དེ་ལག་ལེན་དུ་བསྟར་མཁན་ཁག་པོ་རེད་པས་ད་ཆོས་ལུགས་རེད་མེད་དེ་ལག་ལེན་བསྟར་མཁན་དེ་ད་ང་རང་ཚོ་དོལ་པོ་རེད། དོག་པོ་འདི་སྐམ་པོ་དང་དོག་པོ་འདི་ནི་སྔ་མ་དེ་དེ་ནས་གོ། ལུགས་སྲོལ་རྙིང་པ་ལ་ཆོས་ལུགས་རིས་སུ་མ་ཆད་པར་ཉམས་ལེན་བྱས་དང་ཚང་མ་ལ་དག་སྣང་བྱས་ཏེ་ལུགས་སྲོལ་རྙིང་པ་དཔེ་མི་སྲིད་ཀྱི་ཡག་པོ་བྱེད་དགོས་རེད། དེ་དེ་དཔེ་མི་སྲིད་ཀྱི་ད་ལན་ང་རང་ཡིན་ན་དྲན་གསོ་དང་དཔེ་མི་སྲིད་ཀྱི་ཡང་ཅིག་ག་བུ་རེ་བྱས་དེ་འདྲས་བྱུང། ད་བར་ལས་དེ་ལ་ཆ་བཞག་ན་ད་ལྟ་དེ་བཞིན་ཉི་མ་ཀུན་མཁྱེན་རིན་པོ་ཆེ་ནས་དཔེ་མི་སྲིད་ཡག་པོ་འཛུགས་སྐྲུན་བྱེད་འདོད་ངས་ཁོ་རང་ཚོ་ལ་ཞུ་རྒྱུ་བྱུང་ཡུལ་མི་མང་ཁྱེད་རང་ཚོ་གི་ཉི་མ་རེད་ཁྱེད་རང་ཚོ་གི་སྐྱབས་མགོན་རེད་ང་ཚོ་ནི་ཞག་གསུམ་གྱི་མགྲོན་པོ་རེད་ཨ་དེ་རིང་སླེབས་སང་ཉིན་འགྲོ་འགྲོ་གི་རེད། ཁྱེད་རང་ཚོ་སྐྱབས་མགོན་ནི་ཁྱེད་རང་ཚོ་ལུང་པའི་གི་བླ་མ་ཁྱེད་རང་ཚོ་ལུང་པ་ལ་བསྡད་དེ་བར་དོའི་ཚོ་ལ་བསྡད་དེ་གཙོ་བོ་དེ་གུས་ཞབས་བྱེད་པོ་རེད་བརྩི་བཀུར་བྱེད་པོ་རེད་ཟེར་ཞུ་གི་ཡོད

རྣམས་ལ་ཉི་མ་དང་ཟླ་བ་ཡོད་རེད་ཟེར་ས་ཞིག་ས་ལ་དེ་ནི་བོན་པོ་དང་བན་དེ་ཟེར་ན་འདྲ་བོན་ཆོས་ཟེར་ནི་ཟུང་འབྲེལ་རེད་ཟེར་སོང་ཚེ་གམ་དུ་ཁོང་རང་གིས་ན་དེ་ནི་གོ་བོན་དང་ཆོས་གཉིས་ཀ་ཟུང་འབྲེལ་ཅེས་པ་རེད་ཁྲི་སྲོང་ལྡེ་བཙན་གྱི་སྐུ་ཚེ་སྟོད་དང་དེ་ནི་སྨད་མང་པོ་ཅིག་ལ་ཆོས་སྲིད་ཟུང་འབྲེལ་གནང་འོས་རེད་དེ་ནི་བོན་པོ་གི་དཔེ་ཆ་ནང་དུ་སོང་ལ་ཁྲི་སྲོང་ལྡེ་བཙན་དེ་བཞིན་སྤྲུལ་པ་ཁྲི་སྲོང་ལྡེ་བཙན་གསུང་ངོ་རེད་དེ་བ་ཞིག་བོད་ཀྱི་སྤྲུལ་པ་ཡིན་གསུང་འོས་རེད་འོ་དེ་འདྲའི་ཕྱིར་ད་ང་ཚོ་མི་གཞན་པས་དེ་འདྲའི་ཆོས་ར་གཏོགས་ཚོས་དཔག་ཕེབས་མར་བྱས་ན་སྐྱབས་སུ་མཆི་རྩ་བའི་བླ་མ་མཁྱེན་སྐྱབས་སུ་མཆི་ལབ་རེད་བཀའ་བཀྱོན་རེ་རེ་གང་དུ་ཡང་བླ་མ་དེའང་ཡག་པོ་ཅིག་མི་འདུག་བསམ་པར་བསྐུར་བ་རུ་སྟབས་དེ་ནང་བཞིན་གྱི་ཁྲི་སྲོང་ལྡེ་བཙན་གྱི་བོན་པོ་གཏད་སོ་གནུབས་པ་གྱི་ལོ་རྒྱུས་ཡོད་རེད་ཡང་དེ་བོན་བོན་སྤྱད་པི་གི་ལོ་རྒྱུས་ཡོད་རེད་བོན་སྤྱད་དུས་དེ་བ་ཞིག་གི་སྤྲུལ་བ་ཡིན་ལབ་རེད་ད་ག་རེ་ཡིན་ན་འདྲ། ང་རང་ཚོ་རྡོག་པོ་ལ་པའི་མི་སེར་གྱི་རིགས་ཐུན་མོང་མ་ཡིན་པའི་གི་ང་རང་ཚོ་དག་སྣང་བྱུང་ལ། འདི་དེ་ད་ཚར་དཀའ་རྡོག་པོ་ཚར་དཀའ་ར་བུ་ཅན་ལ་བསྔལ་བ་ན་སྡུག་གང་ཟེར་རྒྱུ་རེད། རྡོག་པོ་ཚར་དཀའ་ན་བོང་བུ་བོང་བུ་དང་སྙིང་མ་ཉིད་མ་གཏོགས་ཡོག་མ་རེད། ད་ཕྱིས་སུ་ད་ད་ད་ད་ས་སྐྱ་ཡི་ང་འདྲ་དཀའ་རྒྱུ་ལ་བུ་དེ་ནི་ད་བོད་ལ་དུས་ལུགས་དུས་འགྱུར་བྱུང་དུས་ད་བལ་ཡུལ་དང་རྒྱ་གར་དང་དུས་ཚོད་ལ་གོམས་པ་མང་པོ་རྒྱབ་དུས་དེ་ནི་དྲ་རྒྱུན་མང་པོ་མ་ཕྱིན་ད་ད་ད་ད་མང་པོ་འོད་ཟེར་ལྟ་གོ་འདི་རིང་བཤད་ཡོང་མོ་དེ་ཡིན་ན་ད་སྔོན་མ་ཡིན་ན་བོན་པོ་དང་རྙིང་མ་གཅིག་པོ་རེད་དེ་ཡིན་ན་དེ་ནི་གོམ་པ་གཅིག་པོ་རེད་འདུ་ཁང་གཅིག་རེད་སྤྱི་ཡི་འདུ་ཁང་རེད་སྤྱི་ཡི་འདུ་ཁང་འདི་ལ་བོན་པོ་དང་བན་དེ་གཉིས་ཀ་འཚོ་བ་རེད་བོན་པོ་དང་བན་དེ་གཉིས་ཀ་འདི་ཕྱོགས་ལ་ད་གར་སྒོ་འཛུགས་དུས་སྐབས་སུ། འདིར་ཕྱོགས་དེ་ལ་བོང་བུ་ཚོགས་པ་རེད། བོང་བུ་སྔགས་པ་ཀྱང་བརྒྱ་རེད། འདིར་ཕྱོགས་དེ་ལ་སྙིང་དམག་གི་སྔགས་པ་ཀྱང་བརྒྱ་རེད། གཏོར་མ་དེའི་བུ་མཆོད་བཤམས་ལ་ཏག་ཏག་བྲི། དཀྱིལ་དེ་ལ་དགུ་རིན་པོ་ཆེའི་སྐུ་འདྲ་ཆེན་པོ་བྱོས། དེ་ནས། གཏོར་མ་ཚང་མ་ཕར་ལ་ཡི་དམ་གྱི་གཙོ་གཏོར་ཡིན་ན་འདྲ་བཀའ་སྐྱོང་སྲུང་མ་ཡིན་ན་ཚང་མ་དེ་ལ་བཤམས། ད་ཕར་ཕྱོགས་ལ་སྙིང་དམག་གི་རྒྱུ་ཚོགས་སྔགས་བཞི་སྔགས་དུང་ན་འདྲ་རོལ་མོ་གསུམ་བཞི་ག་ཚོད་སྔགས་དུང་ན་འདྲ། རྗེས་ཕྱོགས་ལ་བུམ་པོ། ཆོ་ག་ཡང་མཉམ་དུ་འདོན་དགོས་རེད། ལྗགས་ཡང་མཉམ་དུ་འཐུང་རེད་ཞལ་ལག་ཞལ་ཟ་ཚང་མ་མཉམ་དུ་རེད། མ་འོངས་ལ། ལོ་ཆུང་ཆུང་ཆུང་དུ་ལོ་གཞོན་པ་དུ་ཚོ་བསྡད་ས་ཅི་རེད། ད་ང་དེ་དུས་ལོ་གསུམ་དེ་སྔགས་པ་རུ་སྔགས་པ་གསར་པ་རུ་སྔགས་དྲུག་རེད། དེ་བསྡད་དུས། ང་ཚོ། དེ་གི་ཆོས་རྙིང་མ་གི་རྒྱ་གར་སྐད་དུ་འདོན་ནས་གོ་བཅོམ་ལྡན་འདས་ཟེར་ཐལ་ད་གོ་ང་ཚོ་ལ་མཛད་པ་བཅུ་གཉིས་འདོན་དགོས་ར་མཛད་པ་བཅུ་གཉིས་བྱམས་སོགས་བྱམས་མ་བཅོ་ལྔ་ལ་བོང་བུ་དུ་སོགས་ཞང་ཞུང་སྐད་དུ། མ་གི་འོག་སླེབས་དུས་ཁྱེད་ལ་མཆོད་ཅིང་གསོལ་བ་བཏབ་པའི་དུས་སུ། སྟག་ཟོ་གང་དུ་གནས་པའི་ས་ཕྱོགས་སུ་ནད་དང་དབུ་འཕང་འཐབ་རྩོད་ཞི་བར། བོང་བུ་གི་བོན་དང་བཀྲ་ཤིས་ལ་རེ་སྙིང་མེད་ཀྱི་ཆོས་དང་བཀྲ་ཤིས་འཕེལ་བར་མཛད་དུ་གསོལ། གཅིག་པ་གཅིག་བཟང་སྟག་དང་ཁལ་སྟེགས་རེད། དེ་འདྲའི་གི་ལུགས་སོགས་བཟང་པོ་ཧ་ལས་བ་ཡོད་རེད། དང། མི་གཅིག་ཤི་བ་ཡིན་ན་ཡང་དུམ་བུ་བན་དེ་རྙིང་མ་གཉིས་ཀ་གི་འབྲེལ་འཇོག་ཅིག་རེད། དངོས་གནས་ཆོས་ལུགས་རིས་མེད་ཆོས་ལུགས་དག་སྣང་སེམས་དེ་བྱང་ཡས་དེ་ད་དུས་དུས་ཀྱི་ལག་ལེན་ངོ་མ་དེ་རེད་བ། ད་འདྲ་ཡིན་ན་དེ་ག་རང་རེད་ཡིན་ན་གོམ་པ་དེ་ད་བཤིག་ས་རེད་གོམ་པ་བཤིག་ས་དུས་ཚོད་ལ་རག་ལུགས་དག་བྱ་ངས་ཁ་ཚང་ཚར་དགའ་དུས་ཚོད་ཁོ་རང་ཚོ་ལ་དུས་ཚོད་ཉམས་གསོ་བྱེད་དགོས། དེང་སང་འཛམ་བུ་གླིང་ཚང་མ་ལ་མི་དང་མི་ཡི་བར་ལ་མཐུན་འབྲེལ་བཅས་དེ་ནི་ཆོས་ལུགས་ཡིན་ན་དག་སྣང་ཅན་རིས་སུ་རིས་མེད་བྱས་ཏེ་ཧ་ཅང་གལ་ཆེན་པོ་རེད་ངའི་ཆོས་ཡག་པོ་ཡིན་ཁོའི་ཆོས་སྡུག་ཅག་རེད་ཟེར་རྐྱང་རྐྱང་དེ་རིགས་ཀྱི་བྱེད་པ་ན་ང་ཚོ་ཆོས་མི་བྱེད་མཁན་དེ་ཚོ་གིས་ཆོས་ལུགས་ཉམས་ལེན་བྱེད་མཁན་དེ་ཚོ་ལ་དམའ་འབེབས་བྱེད་འགྲོ་བ་ཁོ་རང་ཚོ་སེམས་ལ་འགྱུར་བ་བརྩམས་མི་འགྲོ་གོས་ལ་འགྱུར་བ་མ་གཏོགས་གོས་ཀྱི་ཁ་དོག་འགྱུར་བ་མ་གཏོགས་ཆོས་ལ་འཇིག་རྟེན་མི་ནག་ལས་སྡུག་ག་འགྲོ་བ་ཟེར་དེ་འདྲས་བྱེད་ཀྱི་སྐྱོན་བརྗོད་བྱེད་ཀྱི་འགྲོ་བ་དེ་འདྲས་བྱེད་དུས་དེ་འདྲས་མི་ཡོང་པའི་ཆེད་དུ་ང་རང་ཚོས་ན་ཆོས་ཆོས་ཟེར་དུས་སེམས་དེ་དངོས་གནས་རེད་བསམ་པ་བཟང་ན་སེམས་བཟང་དང་ལམ་ཡང་བཟང་ན་རེད། ང་ཚོ་སེམས་རེད། ད་དཔེར་ན་ཕྱི་རྒྱལ་ལ་ཆོས་ཚོགས་ཡོང་མཁན་ནམ་གུ་ནོར་བུ་རིན་པོ་ཆེ་རེད་བ་བྱས་ན་ཁོ་རང་སྐད་གྲགས་ཆེན་པོ་རེད། ཕྱི་རྒྱལ་ལ་ཁོང་རང་གི་ཆོས་ཚོགས་མང་པོ་ལ་ང་རང་འགྲོ་མྱོང་སྐད་བཏང་མྱོང། དེ་ད་ལྟ་མཁན་པོ་སྨན་བླ་ཕུན་ཚོགས་གསུངས་པ་ནང་བཞིན་རྙིང་མ་དང་བོན་པོ་གཉིས་ཀྱི་ལྷག་པར་དུ་དེ་ནི་གོ་འབྲེལ་བ་ཆེན་པོ། ག་རེ་ལ་དུས་ལྟ་བ་དེ་རྫོགས་པ་ཆེན་པོ་རེད་ད་ལྟ་སྐབས་ཡར་ཕུག་དེ་ཐིག་པ་རིམ་པ་དགུ་འདུག་བཤད་རྙེད་སྐབས་ཀྱི་ཐིག་པ་རིམ་པ་དགུ་འདུག་དེ་ནི་རྫོགས་པ་ཆེན་པོ་རེད་རྫོགས་པ་ཆེན་པོ་དེ་ལ་འཇའ་ལུས་ཕེབས་རྒྱུ་ཡོད་པ་དེ་རྙིང་མ་དང་བམ་པོ་འདི་ལ་མ་གཏོགས་བོད་ཀྱི་ཆོས་བརྒྱུད་གཞན་པ་ཡོད་མ་རེད། དུས་ཚོད་ཀྱིས་ད་ནིར་གྱི། ཀློང་ཆེན་རབ་འབྱམས་འདི་གྱིས་དེ་ནི་མཛོད་རེད་བི་མ་མི་ཏྲའི་སྙིང་ཏིག་རེད། ད་དོལ་ཚོགས་རིག་པའི་ཚང་མ་ཀློག་གི་ཡོད་ཚང་མ་ཀློག་གི་ཡོད་ངའི་གི་ཆོས་ཁྲིད་ནང་ལ་ང་རང་གི་ནང་མ་རྒྱ་གར་གི་ཤག་ནང་ལོག་ལ་རྙིང་མ་གི་རྫོགས་ཆེན་ད་ནི་བི་མ་མི་ཏྲའི་སྙིང་ཏིག་དེ་ནི་ཀློང་ཆེན་གི་མཛོད་དོལ་ཚོ་ཚང་མ་ཁོ་རང་ཆོས་ཁྲིད་ནང་ཡོད་མི་འདུག་ཟེར་རན་ཁ་ཟེར་གི་ར་ང་རང་ཚོ་ལྷ་འཁྲུག་གི་རེད་ཀླུ་འཁྲུག་གི་རེད་སྲུང་མ་འཁྲུག་གི་རེད་ལྷ་ཀླུ་འཁྲུག་ཡ་ཅི་གང་ཡོད་མ་རེད་ང་ལ་འཁྲུག་མ་མྱོང་རྩ་བ་ནས་རྨི་ལམ་ཡ་འཁྲུག་མ་མྱོང་དེ་འདྲའི་རིགས་ཀི་རྣམ་རྟོག་སྣང་ཡ་མི་འདུག་ང་རང་ཚོ་དེ་ནི་སེམས་ཐག་ཉེ་རུ་ཉེ་རུ་བྱས། ཀློང་ཆེན་གྱི་མཛོད། ཀློང་ཆེན་གྱི་དེ་ནི་བི་མ་མི་ཏྲའི་སྙིང་ཐིག་གི་དུས་ཚོགས་ནང་རྟ་ཐུལ་ག་ཚོད་ལ་བོང་བུ་དང་སྙིང་དམག་གི་རྫོགས་ཆེན་ལ་ཁྱད་པར་ཁྱོད་ནུས་པ་ཆུ་དང་འོ་མ་འདྲེས་པ་དང་བཞིན་དབྱེ་བ་ཕྱེ་ཡང་ཁྱོད་ནུས་པ་ཤེས་མཁན་གྱི་ལྟས་པ་ཡང་མིན་ང་རང་གི་ངོས་ནས་རྟ་ཐུལ་ག་ཚོད་ལ་དེ་འདྲས་ཀྱི་ཁྱད་པར་ཁྱོད་ནི་ཆོས་དང་བོན་ཟེར་གྱི་མ་གཏོགས་ཅི་ལ་བསྔགས་ཏེ། ད་ལྟ་བི་མ་མི་ཏྲའི་སྙིང་ཐིག་དུས་ཚོགས་ནང་ལོགས་ལ་རྒྱ་གར་གྱི་སྔགས Sanskrit ཡོད་རེད། གྲོང་པོ་དེ་ཚོ་ལ་ཞང་ཞུང་གི་ངག་རིང་མ་གཏོགས་ཅི་ལ་ཤེས། ཆོས་ནི་ཁྱད་པར་མི་འདུག་ད་དེ་འབྲེལ་གྱི་ཐོག་ནས་ང་རང་ཚོ་ཡིན་ན་ཡིན་འཇིག་མི་འཇིག་གི་དོན་ཚང་མ་ལ་བལྟས་ཚོས་དག་སྣང་བྱང་ཡ་དེ་དཔེ་གལ་ཆེན་པོ་རེད་བསམ་ཡོད། ད་གཅིག་རེད་དེ་ན་ནས་གཉིས་སུ་ནས་ད་ད་ལྟ་དེ་ཚོ་དུང་ཉག་དྲུག་ཆགས་ཆགས་ན་ད་ཆོས་ལུགས་རིས་མེད་བྱས་ལ་ད་གལ་ཆེན་ཉི་མ་ཀུན་ཏའི་ཁོབ་རང་ན་བ་ར་ན་སི་ལ་སློབ་དཔོན་གལ་ལྡན་གནང་ནས། དཔེ་མང་པོ་བཞུགས་རེད་དེ་ན་ས་སྐལ་བཀའ་རྙིང་བོན་ད་ཚང་མ་གི་སློབ་སྦྱོང་བྱེད་ས་ཞིག་རེད་དེ་ན་ཁོང་རང་ལ་མཆེད་གྲོགས་དཔེ་མང་པོ་ཡོད་རེད་ད་མཁན་པོ་མེད་ལ་ཡིན་ན་ང་རང་ལས་ང་ཉོས་གཅིག་སྟོང་དགུ་བརྒྱ་དོན་བཅུ་སྟོང་ཁུལ་མ་རྒྱ་གར་འགྲོ་རྒྱ་གར་ལ་དེ་ན་གི་གཅིག་སྟོང་དགུ་བརྒྱ་དོན་སྟོན་གི་ན་བྱ་བྱ་ཁུལ་ལ་དགེ་བཤེས་དང་ང་ནི་སྐར་སྦྱང་རྒྱུ་གཅིག་པ་བྱེད་སློབ་རྒྱུ་གཅིག་པ་བྱེད་དགེ་རྒན་གཅིག་པ་བྱེད་ཚང་མ་སྦྱང། ད་ཁོང་རང་འདྲ་བོ་ཆ་བྱས་ན་ཆོས་ལུགས་རིས་མེད་ཀྱི་ག་ཟེ་ཅིག་སློབ་སྦྱོང་གི་རྣམས་ཆོས་ལུགས་རིས་མེད་ཀྱི་ལག་ལེན་བསྟར་ཡག་ན་ཆ་རྐྱེན་ཚང་མ་འཛོམས་དེ་རེད། བོན་པོ་གི་དགེ་བཤེས་རེད་ཁོང་རང་བོན་པོ་གི་དགེ་བཤེས་ཀྱི་ཐོག་ན་ཡོད་རེད་ཚེ་མདོ་ན་ཡོད་རེད། དེ་ག་ནང་བཞིན་དེ་སྙིང་མོ་ནང་ནས་ཁེམ་པོ་ཁེམ་རེད་དེ་འདྲས་ཀྱི་འདུག་ད་སྔ་མ་ང་རང་ཚོ་ཕ་ཡུལ་ལ་དོག་པོ་ཚ་ག་རེ་བོ་བྱས་ན་ལོག་སུམ། ལོག་སུམ། ལོག་སུམ་དེ་བསྐྱབས་ར་དེ་ཡིན་དུས་སྐབས་སུ་ལ་ཁོ་རང་ལ་ཆོས་ལུགས་རིས་མེད་ཀྱི་ཉམས་ལེན་བྱེད་ཡག་དང་ཆོས་ལུགས་རིས་མེད་ཀྱི་ཤེས་པ་བྱེད་ཡག་ཆོས་ལུགས་རིས་མེད་ཀྱི་དར་སྤེལ་བྱེད་ཡག་གི་ཆ་རྐྱེན་བསྒྲུབས་ཏེ་ཚང་མ་མཚམས་རེ་འཇོག་བྱེད་རེད་དེ་དཔེ་མི་སྲིད་ལུགས་གོ་སྐབས་བཟང་པོ་རེད་བསམ་འདུག་ད་ད་ལན་ང་རང་ག་ས་ག་ལ་འགྲོ་དུས་སྐབས་སུ་ལ་བོང་བུ་གཅིག་པུ་མ་རེད་མཆོད་པ་ལྟར་རབ་རྡོ་ལྟར་རབ་འདྲ་བོ་ཕྱག་བྱ་ན། གཏོར་རོགས་ཀྱི་བླ་མ་ངག་དབང་རེད་དེ་ཁ་ནག་ཅན་གྱི་རི་བུམ་པའི་གྱི་བླ་མ་རྣམ་རྒྱལ་རེད་དེ་ཁ་ནག་ཅན་གྱི་རྟགས་བརྒྱུད་གྱི་བླ་མ་རེད་དེ་ནི་ད་བོན་ཆོས་གཟིགས་སུ་མ་བྱས་པའི་གྱི་བླ་མ་ཚང་མ་ཐམས་ཅད་ཁོ་རང་ཚོ་དབང་བཞུགས་པ་ལ་ཕེབས་སོང་དངོས་གནས་བྱས་སུ་ཡི་རང་ཞུ་གི་ཡོད། ང་རང་ཚོ་ཆོས་པ་ཉམས་ལེན་བྱེད་མཁན་བླ་མ་དེ་ཚོ་གི་མགོ་ཁྲིད་ནས་རིས་མེད་བྱེད་པ་ཡིན་ན་དག་སྣང་སྦྱང་པ་ཡིན་ན་མི་མང་གི་རང་བཞིན་གྱི་སླེབས་པ་འདྲ། ཆོས་ལུགས་དུ་བླ་མ་དང་གྲྭ་བ་དང་སྔགས་པ་ཡིན་ན་འདྲ་ཆོས་ཉམས་ལེན་བྱེད་མཁན་དེ་ཚོ་གི་ལྟོ་ཚོ་རྒྱང་དུ་རྒྱང་དུ་ཕྱིན་ན་འཇིག་རྟེན་མི་ནག་དེ་ཚོ་གི་ད་ཁོ་རང་ཚོ་དེ་འདྲའི་འགྲོ་ཨ་ད་ང་ཚོ་དེ་གར་ཕྱིན་ང་ཚོ་ལ་དེར་དགོས་མཁོ་ཤེས་གི་ཡོད་མ་རེད་ཨོ་དེ་འདྲའི་གི་ཐོག་ནས་ཅིག་གམ། ད་ལེབ་ཤོད་ཁོའི་གཙོ་བོ་འགྲོགས་ཏེ་ད་རེས་ང་རང་འདི་ན་བཅར་ཡས་དེ་ཅི་དང། ས་སྐྱ་བཀའ་བརྒྱུད་རྙིང་མ་བུམ་དཀོན་པ་ཚང་མ་ལ་མཆོད་མཇལ་ཆེ་མང་འཇགས་ཕུལ། དེ་བ་ན་ཅིག་གི་ད་ལྟ་འདི་ན་ཡིན་ན་ང་ཐེངས་མ་གཉིས་ཅར་གནས་མ་སྐོང་གཉེར་གནས་མ་བྱས་པ་རེད། དཀོན་གཉེར་རྔན་པ། དཀོན་གཉེར་རྔན་པ་དེ་ད་ལྟ་ཁོ། ཨོ། དེ་དུས་དེ་འདྲ་ལྕགས་ཀྱུ་བྱུང། ད་ཡིན་ན། ང་རང་ཚོ་ག་རེ་མཚམས་ཚར་ནས་མི་དེ་གྲལ་ལ་རྐྱང་རྐྱང་རག། དུས་ཚོད་ཁོམ་པ་མེད་མི་གྲལ་གོང་གི་དུ་ངར་ཟིང་ཅི་འོས་རེད་དེ་ཡིན་དུས་སྐབས་སུ་ལ། ཡང་ཡང་ལྷོད་ལྷོད་སྒྲོག་ཅིག་དེ་ཡག་གི་དུས་ཚོད་སྒྲུབ་དེ་ཡོང་གི་མི་འདུག་མ་གཏོགས་ཞེས་དུས་ཚོད་བྱུང་པ་ཡིན་ན་མ་འོངས་པ་ང་རང་ཚོ་འདི་ཚོ་ལ་ཆོས་ཀྱི་བགྲོ་གླེང་འགྲོ་ཆེད། ད་ལྟ་གི་བོན་ཆོས་གཉིས་ཀ་གི་བླ་མ་འདུག་གྲྭ་བ་འདུག་མཁན་པོ་འདུག་དེ་ཚོ་དགེ་བཤེས་འདུག་ཨེ་འདུས་ཚོགས་མ་རང་ཚོགས། ད་ལྟ། ད་འདུས་ཚོགས་ཀྱི། དེང་སང་སྐར་ཚོད་མི་རིགས་གྲངས་ཉུང་ངེས་ན་འདྲ། ང་ཚོ་ཏི་ཆུ་གྲོང་འདུས་ཚོགས་ད་འདུས་ཚོགས་སྐལ་སྐད་སྦྱང་མཁན་དང་ད་དེའི་རིགས་རེད་ཚང་མ་དེ་མི་རིགས་གྲངས་ཉུང་རེད་ང་རང་ཚོ་འབྲོག་པ་དེ་ས་ཆ་ཆེན་པོ། ནེ་པལ་གྱི་མངའ་སྡེ་ནང་ནས་ས་ཆ་ས་ཆ་གི་ཁྱོན་ཆེ་ཤོག་རེད་མི་རིགས་དེ་ཉུང་ཤོག་ཅིག་རེད་མི་གྲངས་དེ་ཉུང་ཤོག་ཅིག་རེད། དེ་ཡི་དུས་ག་ཚོད་ལ། ཅིག་མ་འོག་གི། མི་འབོར་དེ་རྒྱ་ཆེ་བ་དེ་ཡར་ལ་མང་དུ་མང་དུ་སླེབས་དུས་མི་རིགས་གྲངས་ཉུང་དེ། ཆོས་ཡིན་ན་འདྲ་རིག་གཞུང་ཡིན་ན་འདྲ་སྐད་ཡིན་ན་འདྲ་ཆ་ལུགས་ཡིན་ན་འདྲ་ཚང་མ་ཉམས་གྲུབ་དང་ག་ལེ་ག་ལེ་ཉམས་གྲུབ། ད་ང་རང་ཡིན་ན་འདི་འདྲའི་མ་ལ་སྐད་ཆ་ཚང་མ་གོ་ཁ་ཚང་མཁྱེན་དང་ད་དེ་ག་ན་བཞིན་ང་སྔེ་མ་ལོ་བཅུ་གཅིག་བཅུ་གཉིས་སྐབས་སུ་ལ་རྫོང་ལ་བསྡད་མྱོང་འབའ་ཐང་རྫོང་སི་གུ་ར་ཏི་ཅུ་རོང་ཏི་ཅུ་རོང་ལ་བསྡད་མྱོང། དེ་འདྲ་བསྡད་དུས་ད་ད་ལྟ་སྐད་ཆ་རེ་དྲི་དུས་སྐབས་སུ་ལ་མང་པོ་བསྒྱུར་འདུག་མང་པོ་བསྒྱུར་འདུག་ང་རང་ཚོ་ད་ལྟ་རྫོང་དང་འབའ་དང་རྫོང་དང་ཨའོ་ཟེར་ཟེར་འབའ་དང་མཁན་དང་འདུས་ཚོགས་ལ་མཁན་མཁན་འདུས་ཚོགས་ཀྱིས་བླ་མ་འདུས་ཚོགས་ཀྱིས་ཐུགས་འགན་མང་པོ་རྒྱག་གི་འདུག་ན་ནིང་སྔས་མ་ང་བར་ལས་ལ་བཅར་དུས་ག་ཚོད་ལ་མཁན་པོ་གི་མཁན་གྱི་བླ་མ་གུ་རུ་ཁོང་རང་ཕེབས་དེ་རེས་ཀྱིས་དེ་ནས་གོ་པས་བཀའ་མངགས་སྒྲུབ་ཆེན་པོ་ཡོང་རབས་དེ་འདྲའི་མང་པོ་བཤད་ཀྱི་འདུག་ད་འདིའི་རིགས་དེ་ག་འགའ་ང་རང་ཚོ་ཚང་མ་མཉམ་འབྲེལ་བྱས་གཅིག་དགའ་སོ། ཆོས་ལུགས་གཅིག་དར་དུས་གཅིག་གིས་གནོད་ཤུགས་སྤྲད་དེ་ལ་དགག་པ་བརྒྱབ་དེ་ལ་མེད་པ་བཟོས་ཟེར་སྐད་ཆ་རྩར་ཡོད་མ་རེད། ང་རང་ཚོ་ཕ་མེས་ཀྱི་ཆོས་དེ་ཉམས་ལེན་བྱེད་དགོས་དེ་གལ་ཆེན་པོ་རེད། ཆོས་གསར་པ་གསར་པ་རྩ་བ་རེ་སླེབས་དུས་ཨག་གསར་ཟེར་མི་ཨག་གསར་ལ་ལ་མི་ཨག་གསར་ཟེར་ད་ཁོ་ཨག་གསར་སྟག་ལས་མགྱོགས་ཟེར་ལ་ལ་ཏི་ཁོ་སྟག་ལས་མགྱོགས་པ་ན་ཅིག་བྱས་པ་ན་བརྟན་པོ་ཡོང་པ་རེད་མ་འོངས་པ་དེ་ཡོད་དུས་ཁྱེད་རང་ཚོས་ན་གང་ཐུབ་མ་འོངས་པ་ལ་ང་ཚོ་ནི་གཅིག་བགྲོ་གླེང་རུ་བྱེད་ཆོས་ཀྱི་བགྲོ་གླེང་རུ་འདི་ཚོ་ལ་བོད་ཆོས་ཀྱི་བགྲོ་གླེང་བྱེད་ཨེ། ད་ལྟ་དུང་ཉག་འདི་ཚོ་ལ་ཨ་མ་གད་མོ་འདི་ཚོ་ཡིན་ན་བོད་ཆོས་ཀྱི་བོད་ཡིག་སྦྱང་དགོས་རེད་ཟེར་རོ། ད་ང་ཚོ་ནེ་པ་ལུང་བོད་ཡིག་ལབ་དགོས་ཡོད་ན་མི་ཤེས། འབྲུག་པའི་གི་ཆོས་ཡིག་ལ་རེད་བ། ད་ང་ཚོ་བོད་ཡིག་ཡིན་ན་ད་རང་ཡིག་རེད། སོ་སོ་ལུང་པའི་ལུང་ཡིག་རེད་སྐད་ཡིག་རེད་བ། ཕ་མེས་གི་སྐད་ཡིག་དེ་སྦྱང་ལབ་དགོས་རེད། དེ་བི་གེ་ཆེན་པོ་དང་དེ་མ་སྦྱངས་ན་ག་ལེ་ག་ལེ་སྐད་དུ་འགྱུར་དེ་ནི་ཡི་གེ་དུ་འགྱུར་དེ་ནི་བྱ་ལུགས་འགྱུར་དེ་ནི། ཁོ་རང་གི་དད་པ་བྱེད་ས་ཡིན་ན་འདྲ་ཁོ་རང་ལྟ་བ་སྤྱོད་པ་དེ་ཚང་མ་འགྱུར་འགྲོ་གི་འདུག་དེ་ནི་ཁོ་དཔེར་ན། རྒྱ་ནག་གི་དང་པོ་མའོ་ཙུང་ཙེ་ཏུང་གི་དེ་བསྐྱུར་དུས་སྐབས་སུ་ལ་ཀོ་དབང་བསྐྱུར་དུས་སྐད་ཚང་མ་འགྱུར་རེད་ཟེར་ལབ་ཡི་གེ་དུ་ཚོད་འགྱུར་དག་ཆ་དུ་ཚོད་འགྱུར། དེ་དུས་མི་རིགས་འདི་ནང་དུ་རྒྱལ་ཁབ་ཡོད་ན་རུང་ཁོ་ཚུན་ཆད་ཀྱི་སྐད་དང་ཡི་གེ་དང་དེ་ཚོ་རེད་དོ་ཆ་ལུགས་དེ་སྐད་དང་ཡི་གེ་དེ་དེ་བསླུབས་སོང་པ་ན་གང་རང་གཞུག་གིས་ཁོན་གི་ཆོས་ལུགས་དང་དད་པ་བྱས་དུས་ཚང་མ་བརླག་འགྲོ་བ་རེད། དེ་འདྲ་ཡིན་དུས་ཁོ་ཚོ་ལ་མ་ཏི་ཤུ་རོང་གི་ཁྱེད་ལ་རྣམ་པ་ག་ནས་ཕེབས་དགོན་པ་ནས་ཕེབས་ད་སྟངས་ཅན་ལྐོག་ལག་མང་པོ་ཨེ་རེད་རོ་ཨ་དེ་ནས་ཕེབས་ཡོད་རྒྱུ་རེད་ལྐོག་ལག་དེ་ཚོ་ཡག་པོ་འདུག་ཟེར་འདུག། བཏང་རྗེས་འདི་ཚོ་ཡག་པོ་འདུག་ཟེར་འདུག་ང་སྐད་ཆ་དེ་འདྲའི་ཁོ་ཚོ་དཔེ་ཡག་པོ་རེད་ཐུགས་རྗེ་ཆེ་ཞུ་གི་ཡོད་ད་གོམ་པ་རྒྱག་པ་ཙམ་གྱིས་མ་ཡིན་པར་ང་རང་ཚོ་ཆོས་དེ་ཚོ་ཚང་མ་པུའུ་ཆུང་ཆུང་ཆུང་ཆུང་ལ་དཔེ་དེ་ཚོ་བསླབ་འོང་ད་གཞན་པ་དེ་འདྲའི་མར་མར་ལ་ད་འདི་ཚོ་ང་བར་ལེའི་འོག་ནས་ལས་ཡིན་ལྐོག་ལྟ་རུ་བཏང་ད་མེད་པར་བཏང་ལ་སྔོན་བཏང་འབའ་དང་སྤྲུགས་དང་དེ་ཚང་མ་ལ་སྐད་ཆ་དྲི་རོ་ལེན་མི་འདུག་ཐུག་དོན་མི་དེ་འདྲའི་དེ་འདྲའི་འདུག་དཀའ་ངལ་ཁ་ཞེ་འཁྲེག་གི་འདུག་ཨ་ཁྱང་ཚོ་ཧ་གོ་གི་རེད་ངས་གསར་བཤད་བྱེད་དགོས་མ་རེད་འོ་དུས་ཚོ་རེད་འདི་ཚང་མ་ང་ཚོ་གཟབ་ནན་གནང། གལ་ཆེན་པོ་རེད་ང་རང་ཚོ་ཆོས་བདག་པོ་བྱ་ཡ་རེད་གལ་ཆེན་པོ་ང་ཚོ་ཆོས་བདག་པོ་བྱ་བ་ལ་གོམ་པ་ཐལ་མོ་བརྒྱབ་ཕན་ཐོག་ཡོང་མོད་ར་འོ་འདི་གི་ཆོས་ཟེར་གི་བ་ཚོ་ལ་སོ་སོར་སྔ་མེད་ཀི་ཕ་མེད་ཀི་དད་པ་བྱེད་ས་དུས་ཚོ་ལ།